བརྙན་ཐུང་འདི་གསན་གཟིགས་གནང་མཁན་ཚང་མ་ལ། རྒྱ་གར་རྡོ་རྗེ་གླིང་ནས་སྔ་དྲོ་བདེ་ལེགས་ཞུ་གི་ཡོད། དེ་ནས་ད་ཡང་བསྐྱར་ངེས་ཏེ་བོད་སྐད་ཀྱི་ཐོག་ནས། ཨ་ནི། སོ་སོའི་སྐད་གལ་ཆེན་པོ་ཡིན་པའི་སྐོར་ལ། ཨ་ནི་ཁྱེད་རང་ཚོ་ལ་འགྲེལ་བཤད་ཅིག་ཞུ་དགོས་བསམ་བྱས། ཨ་ནི་ཁྱེད་རང་ཚོའི་མདུན་ལ་བཅར་ཡོད། ད་ལྟའི་ངའི་ཐ་མདའ་དེ་མདུན་ལ་ཡོད་པས། གྲྭ་པར་འདི་པར་འདི། ད་འདི་ངོ་མ་ངོ་མ་ཏིག་སྡུག་རྟ་རྡུལ་ཙམ་པ། བོད་པ་ནང་བཞིན་འདུག་ག་བོད་པ་དང་གཅིག་པ་གཅིག་རྐྱང exactly the same།

ཀི་ཧི་ཧི་ཟེར་ནས་ང་ཚོ་ཁམས་པ་ཚོས་འདི་འདྲའི་ཀི་ཤར་བརྒྱབ་ཡ་ལུགས་སྲོལ་ཡོད་རེད་པ། ད་ག་ནང་བཞིན་ཁོ་ཚོ་ཡང་དམག་ལ་ཕྱིན་པའི་སྐབས་ལ་ཀི་ཤར་བརྒྱབ་ཡ་གི་ལུགས་སྲོལ་བཅས་ཨ་ནི་ཁོ་རང་ཚོའི་སྐད་འདི་དང། ང་རང་ཚོའི་སྐད་འདི། འབྱུང་ཁུངས་གཅིག་པ་ཡིན་པ་འདྲ།

ད་སྙིང་རྗེ་ཁོང་ཚོས་ཁོང་ཚོའི་སྐད་རྩ་མེད་བཏང་ཚར་བ་རེད། སྐད་རྩ་མེད་བཏང་ཚར་བ་རེད་ཨ་ནི། རིག་གཞུང་རྩ་མེད་བཏང་ཚར་བ་རེད། ད་ཁོང་ཚོ་སྡུག་གདོང་པ་ལྟ་དུས་ཙམ་ནས། བོད་པ་ནང་བཞིན་ཡོད་པ་གང་ཞིག་ལ། སོ་སོའི་སྐད། སོ་སོའི་ལུགས་སྲོལ་གང་ཡང་ཤེས་ཀྱི་ཡོད་མ་རེད། ད་ཁོ་རང་ཚོ་ངོ་བོ་བརླག་ཚར་བ་རེད། ད་ལུགས་སྲོལ་ལུགས་སྲོལ་ལུགས་སྲོལ་ཟེར་གྱི་རེད་པ་ང་རང་ཚོས། ཨ་ནི། ཡེ་ཤེས་ནོར་བུས་ཨ་ནི་སོ་སོའི་སྐད། སྲུང་སྐྱོབ་བྱེད་དགོས་རེད་ཟེར་ནས་གསུང་གི་འདུག། ང་རང་ཚོའི་སྤྱི་ཚོགས་ཀྱི་ནང་ལ། མི་ཚང་མས་ཁ་གཅིག་གྲགས་རེད་པ། ད། ཁོ་ཚོ་དེ་ག་རེ་ཞུ་གི་རེད། ད། ཁོ་ཚོ་སྐད་བརླག་ཚར་བ་རེད། སྐད་ཡོད་མ་རེད་སྐད་རྒྱབ་ཐུབ་མཁན་རེད་གཉིས་ཡོད་ན་ཡང། མི་གཅིག་གིས་སྐད་དེ་ཤེས་པའི་ཕན་ཐོགས་གང་ཡང་ཡོད་མ་རེད་ཕ་ཕ་ཆོས་ཉན་མཁན་འདི་གིས་ཧ་གོ་བ་ཅིག་གོ་རེད་བ། དེ་འདྲ་བྱས་བྱས་ད་ཁོ་རང་ཚོའི་མི་རིགས་འདི་རྩ་མེད་ཕྱིན་པ་རེད། སྐད་མེད་ན་ད་ཁོ་རང་ཚོ་སྐད་ཡོད་མ་རེད་པ། སྐད་འདི་མེད་ན་སྐད་འདི་རིག་གཞུང་གི་སྲོག་རྩ། Soul of one's tradition is the language། སྐད་ཀྱི་སྲོག་རྩ། རིག་གཞུང་གི་སྲོག་རྩ་སྐད་རེད་སྐད་མེད་ན་ཚར་བ་རེད། ད་ང་བོད་པ་ཡིན་ཕྱི་འབྲེལ་ཕྱུག་པ་ཅིག་དགོན་གྱི་ཕྱིན་པ་འདི་ལ་ཧ་ལས་ཡ་གང་ཡང་ཡོད་མ་རེད་བན་གོ་ལི་དང་མི་རིགས་སུ་ཡིན་ན་ཡང་དགོན་ཐུབ་གི་རེད་བ། ཞབས་བྲོ་ཡང་བོད་གཞས་ཅིག་འཁྲབ་པ་ནི་ཡག་པོ་རེད་དེ། བོད་གཞས་བྱང་ཡ་ལ་ཟླ་བ་གཅིག་གཉིས་མ་གཏོགས་གང་ཡང་འགོར་གི་མ་རེད། བྱས་ཙང་ཁྱེད་འདིས་སོ་སོའི་སྐད་དེ་དཔེ་མི་སྲིད་གལ་ཆེན་པོ་རེད་ད་ང་རང་ཚོའི་གང་ཟག་དེ་ཨ་ནི་བསམ་གྱིས་མི་ཁྱབ་པའི་དབུ་ཁྲིད་ཡག་པོ་ཅིག་ཡོད་བཞིན་པའི་སྐབས་ལ། ང་རང་ཚོས་ད་གཉིད་སད་ནས་སོ་སོའི་སྐད་དེ་ངོ། སོ་སོའི་སྐད་དེ་སོ་སོའི་ལུགས་སྲོལ་གྱི་སྲོག་རྩ་རེད་འདུག་བསམ་པ་བྱས་བྱས་ཨ་ནི་གཟིམ་ཁང་ལ་སྤུ་གུ་མཉམ་དུ་བོད་སྐད་སྐྱོན་དགོས་ཀྱི་འདུག། ད་ཨ་མི་རི་ཀ་ལ་ཡོད་མཁན་ཚོ་ད་རྩ་བའི་ད་དཔལ་འབྱོར་གྱི་དཀའ་ངལ་དཀའ་ངལ་བྱུང་ཙང་ད་ཕྱི་རྒྱལ་ལ་ཕེབས་པར་རེ་བ། ད་ཨ་ནི་ཕ་སྐད་ལ་ད་ག་རེ་ཞུ་བར་དབྱིན་ཇིའི་སྐད་རྐྱང་རྐྱང། བོད་པ་ཡིན་ན་ཡང་སྤུ་གུ་ཚོ་ལ་དབྱིན་ཇིའི་སྐད་རྒྱབ་ནང་ལ་དབྱིན་ཇིའི་སྐད་རྒྱབ་ད་དེང་སང་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་ལ་ཆ་བཞག་པ་ཡིན་ན། སོ་སོའི་སྐད་བརྒྱབ་ཐུབ་མཁན་དཔེ་མི་སྲིད་ཉུང་ཉུང་ཡིན་པ་འདྲ། གལ་སྲིད་དེས་ཤེས་ཀྱི་ཡོད་ན་ཡང། དེང་ཚོས་ཞེ་དྲག་མེད་པ་འདྲ་ཨོ་ད་ངས་འདི་ལབ་ན་མི་ཚོ་སྒེག་མོ་ཤོར་གི་རེད། ཆ་ལས་རྒྱབ་གི་རེད་བསམ་ནས་དེང་ཚོས་ཞེ་དྲག་མེད་པ་བྱས། ཨ་ནི་ད་གནས་སྟངས་འདི་འདྲའི་ཐིག་ལ། ང་རང་ཚོ། ཨ། སྐུ་མདུན་གྱི། དུས་དང་རྣམ་པ་བརྐུས་འདུག། སོ་སོའི་སྐད། གལ་ཆེན་པོ་རེད་ད་འདི་སོ་སོའི་ངོ་བོ་རེད་ད་ཟེར་ནས་གསུང་གིན་གསུང་གིན། ཨ་ནི་ད་རྡ་རྗི་ལིང་ལ་བཞུགས་མཁན་ཚོ་ལ་ཆ་བཞག་པ་ཡིན་ན་བོད་པ་ཕན་ཚུན་ནེ་པ་ལི་སྐད་སྐྱོན་ཡག་ལས་སླ་བ་རྩིས་གནང་གི་ཡོད་རེད། ཨ་ཕ་མས་སྤུ་གུ་ལ་སྐད་ཆ་བཤད་དགོས་པའི་སྐབས་ལ་ནེ་པ་ལི་སྐད་ལས་སླ་བ་རྩིས་གི་ཡོད་རེད། ད་ཨ་ནི། དེ་འདྲ་བྱས་བྱས་ད་ང་རང་ཚོའི་སྐད་འདིའི་ཉམས་རྒུད་ཞེ་དྲག་འགྲོ་གི་འདུག་ཨ་ནི། ག་རེ་ཞུ་དགོས་རེད། གཅིག་གཉིས་ཤོར་པའི་སོ་ཁྲོ་བོ་གཅིག་སྤྱི་ཚོགས་འདི། ད་འདི་འདྲ་ཟེར་བ་སྔོན་མ། བོད་པ་ཚོ་རྒྱ་གར་ལ། སླེབས་པའི་སྐབས་ལ་ནི་ད་སྐུ་མདུན་གྱི་ང་རྙེད་བུ་བུ་ཕྲུག་དེ་ཚོ་ལ། སློབ་སྦྱོང་སྤྲད་གུ་གུ་དུ་གསུང་དུས་ཙམ་པ། ཨ་ནི་ནེ་རུ་གིས་འདི་སེམས་ཁྲལ་གནང་དགོས་མ་རེད། ང་ཚོའི་ད་ལྟ་རྒྱ་གར་རྒྱལ་ཁབ་ཀྱི་ནང་ལ་སློབ་གྲྭ་མང་པོ་ཞེ་དྲག་ཡོད་རེད། ཨ་ནི་སློབ་གྲྭ་རེ་རེ་ལ་བོད་པའི་སྤུ་གུ་རེ་རེ་བཏང་ན་ཡང། བཏང་ཐུབ་ཀྱི་རེད་ཅེས་ནེ་རུ་གིས་དེ་འདྲའི། གསུངས་པ་རེད་གསུང་གི་འདུག་ཨ། ཡིན་ན་ཡང་སྐུ་མདུན་གྱིས་དེ་འདྲས་བྱས་ན་འགྲིག་གི་མི་འདུག་དེ་འདྲས་བྱས་པ་ཡིན་ན་ཨ་ནི་ང་རང་ཚོའི་རིག་གཞུང་སྐད། ལུགས་སྲོལ། རྩ་མེད་འགྲོ་གི་རེད། ང་ཚོ་ལ་དམིགས་བསལ་གྱི་ལོགས་སུ། བོད་པའི་སློབ་གྲྭ་བཙུགས་གནང་རོགས་གནང་བྱས་བྱས་རེ་འདུན་ཞུས་པ་རེད་གསུང་གི་འདུག་ཨ་དེ་འདྲས་བྱས་བྱས། ཨ་ནི་ད་སྔོན་མ་ངའི་དྲིན་གསོས་པ་ལ། ཨ་ནི་དབུས་གཞུང་སློབ་གྲྭ་དེ་ཆེ་བ་གྲལ་ཁ་དེ་བདུན་ཡོད་རེད། མ་སུ་རི་དར་ཟི་ལིང་ད་དེ་འདྲ་བྱེད་བྱེད་སིམ་ལ་དར་ལ་ཨོ་སི་དེ་འདྲ་བྱེད་བྱེད། སློབ་གྲྭ་བདུན་ཡོད་ད། བོད་པ་རྐྱང་རྐྱང་མཉམ་དུ་ག་རེ་བྱེད་ནས་བོད་པའི་ཆེད་དུ་སློབ་གྲྭ་ལོགས་སུ་བཙུགས་དགོས་ཡག་གི་དམིགས་ཡུལ་ག་རེ་རེད་ཟེར་ན། ང་རང་ཚོའི་སྐད། ཨ་ནི་ཉམས་རྒུད་མ་འགྲོ་ཡ་ཆེད་དུ། ཨ། ང་རང་ཚོའི་ལུགས་སྲོལ། ཆོས། སྲུང་སྐྱོབ་བྱས་ཀྱི་ཆེད་དུ་ད་ང། སློབ་གྲྭ་ལོགས། འདི་འདྲ། ལོགས་སུ་བཙུགས་གནང་བར་བ། ད་བོད་གཞུང་སློབ་གྲྭ་ལ་ཕྱིན་རྗེས་ལོ། ལོ་བཅུ་གཉིས་ཤུ། ཨ། བོད་གཞུང་སློབ་གྲྭ་ལ་ཕེབས་པའི་བྱས་ལ། ད་ད་ལྟ་འདི་འདྲའི་ས་དུས་ཙམ་པ་ད་ད། ད་ཤ་ཚའི་ཁ་ལ་གཏམ་བཟང་མེད་ཟེར་གི་རེད་པ། དེ་ནང་བཞིན་ད་ད་ལྟ་ང་ཚོའི་དུ་གླིང་དབུས་གཞུང་སློབ་གྲྭའི་སློབ་ཕྲུག་བཟོ་པ་ཚོས་ད་ལྟ་གར་ཞུགས་པ་རེད་ད། འདི་ལ་གར་ཞུགས་པ་རེད་ད། ཅིག་སྐད་འཕྲིན་ཅིག་གོ་ཆེད་གནང་འདུག་ག། ཨ་ནི་འདིའི་ནང་ལ་ཅིག་གསུང་དགོས་ཀྱི་ཡོད་ན་ཡང། ཚང་མ་དབྱིན་ཇིའི་སྐད་ལ། དབྱིན་ཇིའི་ཡི་གེ་ལ་བྲིས་བྱས་བོད་ཡིག་ཁྱོན་ནས། སུ་གཅིག་གིས་ཤེས་ཀྱི་མེད་པའི་སོ་དྲོ་པོ། ཨ། ཁ་ཤས་ནི་བོད་ཡིག་གི Font བེད་སྤྱོད་བྱེད་ཤེས་ཀྱི་ཡོད་ཀྱི་མ་རེད། ཨ། ཁ་ཤས་ནི་བོད་ཡིག་བྲིས་པ་ལ་གདེང་ཚོད་ཡོད་ཀྱི་མ་རེད། ངས་འདི་འདྲ་བྲིས་པ་ན་དག་ཆ་ནོར་གི་དག་ཆ་དེ་སྐ་ལས་ཁག་པོ་རེད་ནོར་ན་ཡང་གང་ཡོད་གང་ཡང་ཡོད་མ་རེད་ནོར་བཅོས་བརྒྱབ་ཐུབ་གི་རེད་ཡིན་གཅིག་མིན་གཅིག་བོད་སྐད་བཀའ་མོལ་གནང་པའི་སྐབས་ལ་བོད་སྐད་དང། ཨ་ནི་ཕན་ཚུན་འཕྲིན་བཏང་པའི་སྐབས་ལ Message བཏང་པའི་སྐབས་ལ་ཡང་བོད་ཡིག་ནོར་ན་ཡང་གལ་ཡོད་མ་རེད་ཁྱེད་རང་རང་གི་ཐབས་ཤེས་བྱས་པ་ཡིན་ན་ཨ་དེ་ལ་ངས་ཏེས་ནོར་ཤག་འདིའི་དག་ཆ་དེ་འདྲ་རེད་ཤག་བསམ་བསམ་ཡོང་གི་རེད་བ། དེ་འདྲ་བྱས་ནས། ད་དེ་ཁོ་རང་ཚོ་འདི། ཁོ་རང་ཚོའི་ལུགས་སྲོལ་དང་སྐད། ནུབ་ཕྱོགས་པ་ཚོས་རྩ་མེད་བཏང་པ་རེད། མ་འདོད་བཞིན་དུ། མ་འདོད་བཞིན་དུ། ཨ་ནི་ཁོ་ཚོ་ལ་དེ་འདྲའི་འདོད་པ་ཡོད་མ་རེད་སོ་སོའི་སྐད། དགའ་པོ་མེད་པ། སོ་སོའི་ལུགས་སྲོལ་ལ་དགའ་པོ་མེད་པ་དེ་འདྲའི་རྩ་བ་ཉིད་ནས་མ་རེད་ཡིན་ན་ཡང་ནུབ་ཕྱོགས་པ་ཚོས། ད། མི་རིགས་འདི་རྩ་མེད་བཏང་ཡག་གི་ཆེད་དུ། ཨཱ་ནི། རྩ་མེད་བཏང་ཡག་ཆེད་དུ་དང་པོ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ཨཱ་ནི་ནུབ་ཕྱོགས་པའི་ཆོས་འདི་ཁོ་ཚོ་ལ་སྤེལ། ཁོ་ཚོའི་སྐད་དེ། རྩ་མེད་བཏང། ཨཱ་ནི་ཐ་མ་ལ་ག་རེ་བསླག་གི་ཡོད་རེད་ཟེར་ན་ད། ཁྲིད་ཚུལ་ལ་སྡུག་སྐད་བས་ན་བོད་པ་འདྲ་པོ་ཡོད་པ་གང་ཞིག་ལ། སོ་སོའི་སྐད་སྨྲ་ཤེས་མཁན། དེ་ནས། སྔོན་མ་ད་ཨ་མི་རི་ཀ་དང་ཀེ་ན་ཏྲ་ཁོ་ན་ད་འདི་པ་ལ། ད་ལྟ་ནད་གྲིབ་ཨ་མི་རི་ཀའི་ངོ་བོ་དེ་འདྲའི་རྩ་མེད་བཏང་འདུག་ག། རྩ་མེད་བཏང་བྱས་ད་ཁོ་རང་ཚོ་ལ་དབྱིན་ཇིའི་སློབ་གྲྭ་དེ་འདྲའི་ལ་བཏང། ད་ནི་བྷ་གའི་འདས་པའི་རིང་ལ་སོ་སོས་སྐད་བརྒྱབ་མ་ཆོག་པ་བཟོས། ཨ་ནེ་དེ་འདྲའི་བྱེད་བྱ་ད་ཁོ་རང་ཚོས་སྐད་བད་དེ་རྩམ་མེད་ཕྱིན་པར་བ། རྩམ་མེད་ཕྱིན་པའི་བྱད་ལ། ཨ་ནེ། ཁོ་རང་ཚོ་ལ་ད་བདག་པོ་བརྒྱབ་ཡ་མཚམས་བཞག་པ་རེད། སློབ་གྲྭ་ལ་འགྲོ་དགོས་རེད་ཟེར་ནས་ཨུ་ཚུགས་བརྒྱབ་མཁན་ཡོད་མ་རེད། སློབ་གྲྭ་ལ། ཨ། ཁོ་རང་ཚོ་ལ་དབྱིན་ཇི་བསླབ་ཡག་གི་འགྲོ་སོང་ཡང་གཏང་གི་ཡོད་མ་རེད། ད་སོ་སོའི་སྐད་ཡང་བསྐྱར་ག་རེ་ཞུ་དགོས་རེད། ཨ་གོང་འཕེལ་དུ་བཏང་གི་ཡིན་ཟེར་བ་ལ་ཨ་ནི་སོ་སོ་རང་ཤེས་ཀྱི་ཡོད་མ་རེད། བྱས་ཙང་ད་ཁོང་ཚོ་བལ་དུ་ཁོ་ན་ད་ད་ལྟ་བསམ་བློ་བཏང་དང་སྐད་ཆ་བཤད་དང་གཟུགས་པོའི་འཁྱེར་སོ་ཚང་མ་ནུབ་ཕྱོགས་པ་ནང་བཞིན་ཆགས་ཀྱི་ཡོད་རེད་དེ། ནུབ་ཕྱོགས་པ་མི་རིགས་དཀར་པོ་ཚོས། ཁོང་ཚོ་ལ་ཏེས་མཐོང་ཆུང་བྱེད་ཀྱི་ཡོད་ཁོ། མཐོང་ཆུང་བྱེད་ཀྱི་ཁོ་ལྟ་དུས་རྩམ་པ་མ་འདྲ་བ་གདོང་པ་དམར་པོ། ཨ་ནེ་མིག་ཆུང་ཆུང། ཁོ་ཚོས་ཕ་གི་ལ་མཐོང་ཆུང་བཏང། ཨ་ནེ་ཁོ་ཚོའི་སྤྱི་ཚོགས་ནང་ལ་འཛུལ་དཀའ་ཕྱིན་ནས། ཨ་ནེ་ཁོ་ཚོས་ཕྱག་ལས་བརྒྱབ་ནས། ཨ་མེ་རི་ཀ། སྔོན་མ་ད་ལྟ་ཉག་ཁྲིད་ཨ་མེ་རི་ཀ། American། དེ་ཚོ། ཨ་ནེ།

སོ་སོ་ལ་རང་དབང་མེད་པའི་ཐོག་ནས་བྱུང་བ་རེད་ཡིན་ན་ཡང་ང་རང་ཚོ་དེ་རྒྱ་གར་ལ་བཞུགས་མཁན་ཨ་མི་རི་ཀ་ལ་བཞུགས་མཁན་ཚོ། སོ་སོའི་སྐད་སྦྱང་ཆོག་གི་མ་རེད་ད་ཟེར་མཁན་ནི་ཡོད་མ་རེད། སོ་སོའི་སྐད་རྒྱབ་ཆོག་གི་མ་རེད་ད་ཡི་གེ་བྲིས་ཆོག་གི་མ་རེད་ད་ཟེར་མཁན་ནི་ཡོད་མ་རེད། ཨ་ནི་ང་རང་ཚོ་ད་ལྟ་ཕྱི་རྒྱལ་ལ་ཡོད་པ་ཚོས་ཨ་ནི་རྒྱ་མིས་ང་ཚོའི་སྐད་དང་རིག་གཞུང་རྩ་མེད་གཏང་གི་འདུག་སེམས་སྐད་རྒྱབ་ཀྱི་ཡོད་རེད་སྐད་རྒྱབ་ཀྱི་ཡོད་རེད་དེ། སོ་སོ་རང་གི་ངོས་ནས་སོ་སོའི་སྐད་སྲུང་སྐྱོབ་བྱེད་ཡ་ལ། ཨ་ནི་འཐུས་ཤོར་ཕྱིན་རྗེས། འཐུས་ཤོར་ཕྱིན་རྗེས་ཨ་ནི་ཨ་མི་རི་ཀ་དང་ཀེ་ན་ཏྲ་ལ་ཡོད་མཁན་ཚོ་ནི། ཨ་ནི་དབྱིན་ཇིའི་སྐད་སྐད་རྒྱབ་སྤུ་གུ་དང་ཁྱོ་ག་དཀྱིལ་མའི་བར་ལ་སྐད་ཆ་བཤད་གོ་ཚོད་ནི་དབྱིན་ཇིའི་སྐད་རྒྱབ་ཕ་རན་ས་ལ་ཡོད་མཁན་ཚོ། ཨ་ནི་ཕ་མ་དང་སྤུ་གུའི་བར་ལ་སྐད་ཆ་བཤད་དགོས་པའི་སྐབས་ལ་ཕ་རན་སའི་སྐད་རྒྱབ་ཨ་ནི་ད་ག་ནང་བཞིན་རྡ་ཇི་ལིང་ལ་བཞུགས་མཁན་ཚོ།

ཡོང་བཅུག་གི་ཡོད་རེད། ངས་ད་ལྟ་འདིའི་སྐོར་ལ་སྔོན་མ། བརྙན་ཐུང་གཅིག་ལ་ཡང་འདིའི་སྐོར་ལ་ཞུས་པ་ཡིན། ད་ང་དེ་བོད་སྐད་ཀྱི་དགེ་རྒན་ཡིན་པའི་ཆ་ནས། ཨ་ནི་ངས་འདི་འདྲའི་བརྙན་ཐུང་འདི་འདྲའི། དྲ་རྒྱའི་ནང་ལ་བླུགས་བཞག་པ་ཡིན་ན། ཡང་བོད་སྐད་གསན་ཡག་གོ་སྐབས་མ་རག་མཁན། དཔེར་ན་ངའི་སློབ་ཕྲུག་ཡུལ་མིའི་སློབ་ཕྲུག་ཚོ་གཟིམ་ཁང་ལ་ཕེབས་པའི་བྱེད་ལ། བོད་སྐད་རྒྱབ་ས་ཡོད་མ་རེད། ཁར་ཤུག་གོ་ཁྱོ་ག་འདི། ད་ལྟ་འཇམ་དབྱངས་བོད་ཀྱི་རིག་གཞུང་གཙོས་གཟིམ་ཁང་ལ་བོད་སྐད་སྦྱངས་ན་ཡང། ནང་ལ་ལོག་པའི་བྱེད་ལ་སྤུ་གུ་དང་སྐྱེས་སྨན་གྱི་ཧ་གོ་མ་རེད་སྐྱེས་སྨན་གལ་སྲིད། བོད་སྐད་སྦྱང་གི་ཡོད་པ་ཡིན་ན་ནང་མི་གཞན་དག་གིས་བོད་སྐད་རྩ་བ་ཉིད་ནས་མཁྱེན་གྱི་མེད་ཙང། ནང་ལ་ནི་བེད་སྤྱོད་གང་ཡང་ཡོད་མ་རེད། བྱས་ཙང་ཁོང་ཚོ་ལ་ཉན་ཡག་དང་བོད་སྐད་རྒྱབ་ཡག་གི་གོ་སྐབས་ཞེ་དྲག་རག་གི་ཡོག་མ་རེད། བྱས་ཙང་བརྙས་དེ་དེ་འདྲའི་བརྙན་ཐུང་དེ་འདྲའི་བཟོས་བཞག་པ་ཡིན་ན། ད་རིང་མེད་ནའི་སང་ཉིན་ཨ་ནི་བོད་སྐད་ལ་དོ་སྣང་ཡོད་མཁན་ཅིག་གིས་གཟིགས་ཀྱི་རེད་བསམ་བྱས་བརྙས་དེ་འདྲའི་ད་བླུགས་བཞག་གི་ཡོད་དྲ་སྒམ་གི་ནང་ལ། ཨ་ནེ། བོད་སྐད་སེམས་ཡག་གི་གོ་སྐབས་ཕུལ་ཡག་གི་ཆེད་དུ། ཨ་ནེ། ད་ངས་དངོས་གནས་བོད་སྐད་སྲུང་སྐྱོབ་བྱེད་ཡག་གི་ཐབས་ཤེས་འདི་ལས་ལྷག་ཙམ་ད་ངས་གང་ཡང་དྲན་གི་མི་འདུག་ཨ་ནེ། འདི་གཅིག་བྱས་རེད་པ། དེ་ནས་ང་རང་ཚོ་ད་བོད་པ་ཚོ་དེ། དྲ་ཁམས་ཟེར་མཁན་ནི་མང་པོ་ཞེ་དྲག་ཡོད་རེད་དྲ་ཁམས་ཟེར་ན་ནི་ཡུ་ཀྲུབ་དེ་འདྲ་ཟེར་མཁན་མང་པོ་ཞེ་དྲག་ཡོད་རེད་བ། ཨ་ནི་དྲ་ཁམས་ནང་ལ་དངོས་གནས་དྲང་གནས་སོ་སོའི་བོད་རང་བཙན་གྱི་དོན་དུ། བོད་རྩ་དོན་གྱི་དོན་དུ་ཨ་ནི་རྐང་འཁོར་བཏང་རྗེས་དཀའ་ལས་ཞིབ་པོ་རྒྱབ་མཁན་དེ་འདྲའི་དམ་དག་ཁོ་རང་གི་མཚན་ལ་ཁར་ས། ཨ་ཨ་མདོ་བ་རེད། སངས་རྒྱས་རྟོགས་གྲོལ་བས། ད་ད་ད་ཧོབ་དེ་ག་ལ་བྱས་སོང། ད་ཁོ་རང་གི་འདི་འདྲའི་བརྙན་ཐུང་ནང་ལ་བཟོས་པའི་སྐབས་ལ་དཀའ་ལས་འདི་འདྲའི་རྒྱབ་ཀྱི་ཡོད་ད་ཁྱེད་རང་དང་ང་ཚོའི་ཆེད་དུ་ཁོ་རང་གི་དོན་དག་ལ་མར་ད། རྩ་དོན་གྱི་དོན་དག་ལ་དཀའ་ལས་འདི་འདྲའི་རྒྱབ་ཀྱི་འདུག་ག། རྒྱབ་པའི་སྐབས་ལ། འདུག་ལྟ་དུས་ཙམ་པ། དགའ་རྟགས་སྐྱོན་མཁན་ལེགས་ཀྱི་བྱེད་མཁན་སུམ་བཅུ། ཉི་ཤུ། གཅིག་གིས། སོ་སོ་རང། ཁོ་རང་གི་ཚབ་ལ་སོ་སོ་རང་དེ་འདྲས་རྐང་འཁོར་བཏང་དགོས་བྱུང་ན་དཀའ་ལས་ག་ཚོད་ཡོང་གི་རེད། དེ་བསམ་བློ་བཏང་རྗེས་ཨ་ང་རང་ཚོ་སྤྱི་དོན་ཐོག་ལ་ཁོ་རང་གི་དཀའ་ལས་དེ་འདྲས་སྐྱོན་གི་འདུག་བསམ་རྗེས། ག་ལྟར་སྐྱོན་ཡོན་དེ་དཔེ་མི་སྲིད་གལ་ཆེན་པོ་རེད་ད། དུས་ཁོ་རང་ཕ་གི་ལ་སེམས་ཤུགས་འཕར་ཡ་ཨ་ལས་མི་མང་པོས་ང་ལ་རྒྱབ་སྐྱོར་བྱེད་ཀྱི་འདུག་ཨ། བསམ་བསམ་ཡོང་གི་རེད་བ།

དེའི་མིང་དེ་ཡང་བྱས་སོང། དེའི་རྡ་རམ་ས་ལ་ལ་རྙོག་གྲ་བྱུང་པའི་སྐབས་ལ། ཨ་ནི་ད་བོད་མ་བོད་མི་གཅིག་གིས་བོད་མི་གཅིག་ཡིན་པའི་ཆ་ནས་ད་རྗེས་ངོ་ཚ་དགོས་ཡ་བཟོ་འགྲོ་བ་གནས་ཚུལ་དེ་འདྲའི། འཛམ་བུ་གླིང་མི་ཚང་མས་མཐོང་རྗེས། ང་ཚོ་དེའི་ནང་ལ་ལོག་འགྲོ་དུས་བོད་པའི་སྐྱེས་མ་གཅིག་ལ་ག་རེ་གཅིག་བྱས་ཤག་རྙོག་གྲ་བྱུང་ཤག་ག་རེ་བྱས་པར་ངུ་གི་འདུག་ཟེར་ནས། ཁོ་ཚོས་མཐོང་ཡག་འདི་ག་འདྲས་སྟོང་པ་རེད་ཟེར་ནས་མི་མང་པོས་ཕར་ཚུར་འགྱུར་འགུལ་བྱས་བྱས་བཤད་རུས་བྱས་བྱས། བྱས་པ་ཡིན་ན། ཨཱ་ནི། ད་ཡུ་ཀྲུབ་ཀྱི་འོག་འདི། མི་མང་པོས་དགའ་པོ་བྱེད་ཀྱི་འདུག་བསམ་བྱས་ཨཱ་ནི། Exposure། ད་རྟ་ཡག་གི་གོ་སྐབས་མང་ང་སྤྲད་ཀྱི་ཡོད་རེད། ད་སྡུག་ཅག་འདི་འདྲས་དཔེར་ན། གནམ་གྲུ་ས་འདྲས་ཤི་བར་ཤོག་ཟིག་ངའི་གྲོགས་པོ་འདི་འདྲས་འདི་འདྲས་ལ་ང་རང་ཚོའི་བོད་པའི་མི་འདི་མཉེས་པོ་ཞེ་པོ་གནང་གི་འདུག་ག། ཨ་ནི་དེ་འདྲ་གསུང་དུས་རྩམ་པ་གར་ཡོང་གི་རེད་ཟེར་ན། ཨོ་མི་རིགས་འདི་དངོས་ནས་ཁ་སྡུག་ག་ལ་ཨ། གནམ་གྲུ་ཟ་ནི་ཤི་བ་ཤོས་ལ་སོ་སོ་རང་ལ་ད་བློ་ཁ་ཚིམ་པོ་འདྲ་ཅིག་ཡོང་གི་ཡོད་འགྲོ་སྟེ། འཛམ་བུ་གླིང་གི་གདེང་འཕྲལ་སྒང་ལ་དེ་ཞབས་འདྲེན་ཞུ་ཡག་གི། ངོ་ཚ་དགོས་ཡག་གི་ཆ་ལེ་རེད། བྱས་ཙང། བརྙན་ཐུང་སྡུག་ཅག་འདི་འདྲའི་ཡོད་པས་ནི Dislike བྱས Complain བྱེད་དགོས་ཀྱི་ཡོད་རེད། དེ་ནས་ཡག་པོ་ཡོད་ན་ག་དག་སྐྱོན། བརྒྱུད་སྐུལ་གནང་བརྒྱུད་སྐུལ་གནང་ཟེར་ན To share it བརྒྱུད་སྐུལ་གནང་དགོས་ཀྱི་ཡོད་རེད། དཔེ་མི་སྲིད་སྐལ་ཆེན་པོར་ད་ད་ཁྱེད་རང་ཚོ་གཅིག་གིས་ག་རེ་ཞུ་དགོས་རེད་འདི་འདྲའི་ཕག་ཤ་ཟས་བསྡད་པའི་སོ་ར་བུ་དེ་འདྲས་རྐྱང་རྐྱང་བཟི་བཞུགས་པ་ཡིན་ན། དེའི་དྲ་རྒྱ་འདི་ནང་ལ། བརྙན་ཐུང་ཡག་པོ་བཞི་པོ་དེ་འདྲས་ཡོད་ཡོད་ཡ། ཡིན་ནས་འདི་ཚོ་མ་སྲིད་པ་བྱས། ད་རྒན་མིས་གར་ཆིག་ཡོད་ཟེར་ན། རྒྱུད་སྐུལ་བྱེད་ཡ། དགའ་རྟགས་སྐྱོན་ཡ། དགའ་རྟགས་སྐྱོན་ཟེར་ན to like it དགའ་ཟེར་ན། to like རྟགས་ཟེར་ན sign སྐྱོན་ཟེར་ན to sign།

ཨ་ནི་མིག་གི་ཀླད་པ་ལ་འགྱུར་བ་བཏང་ཡག་བསམ་བློ་འདི་ལ་འགྱུར་བ་བཏང་ཡག། ཐབས་ཤེས་ཡོད་དགུ་རྩ་དྲུག་འདི་མིག་གི་བྱེད་ཀྱི་ཡོད་རེད། འདི་དེ་འདྲ་ཡིན་པ་སོང་ཙང་ང་རང་ཚོ་བོད་མི་གཅིག་གི་བཀའ་མོལ་ཡག་པོ་གནང་གི་ཡོད་པ་ཡིན་ན་ཁྱེད་རང་ཚོས་ག་དག་སྐྱོན་ཡག་བརྒྱུད་བསྐུལ་གནང་ཡག། དཔེ་མི་སྲིད་གལ་ཆེན་པོ་རེད། འདི་འདྲ་རེད། ཨཱ་ནི། ད་ད་ལྟ་དེ་སངས་རྒྱས་སྐྱབས། ཨོ། སངས་རྒྱས་སྐྱབས་ལ་གཟིགས་རེད་སྙིང་རྗེ་སྙིང་རྗེ་ཡག་རེད་ཁྱེད་རང་ཚོ་གཟིགས་ཀྱི་ཡོད་ན་མེད་ན། ཁོ་རང་དཀའ་ལས་ཞིབ་པོ་སྐྱབས་རྗེ་བཀའ་འཁོར་བཏང་ནས་སྐྱེ་ན་སྐྲག། མངའ་སྡེ་གཅིག་ནས་མངའ་སྡེ་གཞན་དག་བར་དུ་ཕྱིན། ཕྱིན་པའི་སྐབས་ལ་དྭགས་ཉི་མ་འཆར་པ་ཨ་ནི་གནམ་གཤིས་གྲང་མོ་དེ་འདྲའི་དྭགས་གནམ་གཤིས་ཚ་པོ་དེ་འདྲའི་ཡོང་གི་རེད་པ་དཀའ་ངལ་འདྲ་མི་འདྲ་ཡོང་གི་རེད་པ། སོ་སོའི་རྩ་དོན་གི་ཆེད་དུ་དེ་འདྲའི་གནང་གི་ཡོད་རེད་དེ། ད་གལ་སྲིད་ད་དུག་སྲིད་པ་ཡིན་ན་ག་ད་གྱོན་མཁན་སུམ་ཅུ་ཚེ་དེ་འདྲའི་ཨ། དེའི་ཆེད་ཨ་ནི་ཨ། མི་རིགས་དབྱེ་འབྱེད་ཀྱི་ལྟ་བ་ཤུགས་ཆེན་པོ་ཞེ་བོ་གཅིག། དར་གི་འདུག་ག་ཁོ་ཁམས་པ་རེད། ཁོ་ཨ་མདོ་རེད་ཁོ་དབུས་གཙང་རེད་ཟེར་ནས། སྔོན་མ་སྔོན་མ་ང་ཚོ་ཆུང་ཆུང་ཡིན་པའི་སྐབས་ལ་དེ་འདྲའི་གོ་ཡ་མེད། རྡོག་རྩ་གཅིག་སྒྲིལ་བྱས་བྱས། ང་ཚོ་འདི་འདྲ་བསྡད་ཀྱི་ཡོད། ད་ད་ལྟའི་ཆ་ལ་སྲིད་དོན་པ་ཁ་ཤས་ཀྱིས་ཨ་ནི་སྲིད་དོན་ནག་པོ་བརྩད་ནས། ཨ་ནི། བོད་པ་ཚོ་དེང་སང་དཀྲོག་གཏམ་ལ་དགའ་པོ་ང་རང་ཚོ་ག་རེ་ཞུ་གོ་རེད། སོ་སོ་རང་གིས་ཉམས་ཞིབ་བྱས་བྱས། ཨ་ནི་སོ་སོ་རང་གིས་ཐག་བཅད་དགོས་པ་འདི་སྡུག་ཅག་རེད་འདི་ཡག་པོ་རེད། ཟེར་ནས་ཉམས་ཞིབ་གང་ཡང་མ་བྱས་བྱས་ནས་མིས་བཙུམ་ནས་ཨ་ནི་མཆོང་རྐྱང་བྱེད་ཀྱི་ཡོད་རེད་པ། དེ་འདྲས་མ་འོངས་པ་ལ་བྱས་པ་ཡིན་ན། འཛམ་བུ་གླིང་འདིའི་གང་ལ་བོད་པའི་མིང་ཙམ་ཡང་ལྷག་གི་མ་རེད་དོ། མིང་ཙམ་ཡང་ལྷག་གི་མ་རེད། ད་གལ་སྲིད་ཁྱེད་རང་ཚོས་སྐད་དེ་ཉར་ནས་བསྡད་པ་ཡིན་ན། ད་ལྟ་རྒྱ་མི་ཤུགས་ཆེན་པོ་རེད། ཚང་མ་མི་རྟག་པ་རེད། རྟག་པ་དང་བརྟན་པ་གང་ཡང་ཡོད་མ་རེད། སྔོན་མ Roman Empire ཤུགས་ཆེན་པོ་ཞེ་དྲག་རེད་ད་ལྟ་མིང་ཙམ་ཡང་གོ་ཡ་ཡོད་མ་རེད་ད་ག་ནང་བཞིན་རྒྱ་མི་ཡང་ཉི་མ་གཅིག་ཤུགས་ཆུང་ཆུང་ཆགས་པའི་སྐབས་ལ། ཨ་ནི་རང་དབང་སླར་གསོ་བྱེད་ཡག་གི། སླར་གསོ་བྱེད་ཡག་གི། སྲོག་རྩ་འདི། སྐྱེས་རེད། སྐྱེས་མེད་ན། ཨ་ནི། བོད་པ། ཡོད་ན་ཡང། བོད་སྐད་མ་ཤེས་ན། ཨ་ནི་རིག་གཞུང་གི་སྲོག་རྩ་བརླག་ཚར་བ་རེད། བྱས་ཙང་ང་ད་རྒྱ་གར་བཞུགས་པ་རེད། བོད་སྐད་དགེ་རྒན་ཡིན་པའི་ཆ་ནས་ང་རང་གི་ཤུགས་གང་ཡོང་ཅི་ཡོང་རྒྱོབ་ཀྱི་ཡོད། ཨ་ནི་ཁྱེད་རང་ཚོ་ཡང་གཟིམ་ཁང་ལ་བོད་སྐད་བསྐྱོན་རོགས་གནང་ད་སྐུ་མདུན་སྐྱབས་སུ་མཆི། སྐལ་བརྒྱར་གནས་པ་ཤོག་དེ་འདྲའི་གསུངས་པ་ད་ཡག་པོ་ཞེ་དྲག་རེད་དེ། སྐུ་མདུན་གྱི་བཀའ་གནང་པ་ནང་བཞིན་ཉམས་ལེན་གནང་ཡག་དེ། དེ་བས་ཀྱང་གལ་ཆེ་བ་རེད་བསམ་གྱི་འདུག་དེ་འདྲ་བྱེད་ཆེད་ད་ལྟ་ཡང་ཨ་མི་རི་ཀ་དང་ཀེ་ན་ར་དེ་འདྲ་ལ་བོད་པ་མེད་སའི་ས་ཆ་དེ་འདྲ་ལ་སླེབས་པའི་མི་ཚོ་ལ་ཡང་དེ་འདྲའི་བོད་སྐད་གསན་སྲིད་གནང་ཡག་གི་བོད་སྐད་གསན་ཡག་གི་གོ་སྐབས་ཡོང་གི་རེད་བསམ་བྱས། ང་ནི། དེ་འདྲའི། ཡང་ནས་ཡང་དུ་བརྙན་ཐུང་དེ་འདྲས་བཟོས་བསྡད་ཀྱི་ཡོད། ཨ་ནི་ཁྱེད་རྣམ་པ་ཚོས་འདི་ལ་མོས་མཐུན་ཡོད་ན་བརྒྱུད་སྐུལ་གནང་རོགས་གནང། ད། འདི་འདྲ། ཨོ། འདི་འདྲ་ཞིག་རེད། ཨ་ནི། དེ་ཡང་འདི་རིང་པོ་ཞེ་དྲག་ཆགས་ན། ཡང་ཡང་ཨབ་ལོ་བྲི་ཡ་དཀའ་ལས་ཁག་པོ་ཡོང་གི་རེད་ཁྱེད་ཚང་དེའི་མཚམས་བཞག་གི་ཡིན། ཨ་ནི། ད་མ་འོངས་པ་ལ་ངེས་ཏེ། མའོ་ཙི་ཏུང། ཡོངས་པའི་ཆེད་ལ། གུས་པ་ག་འདྲའི་ག་འདྲའི་ཕྱིན་ཡོད་རེད་ད་ད་ལྟ་ང་ཚོས་འདི་འདྲའི་ལབ་གི་ཡོད་རེད་པ། ཨ། བོད་རང་བཙན་མ་བཀོག་རྒྱ་མི་མཉམ་དུ་བསྡད་ཀྱི་ཡིན། གཅིག་བྱས་འདི་གི་ཟི་གན་ཡང་ཡོད་པ་ཡང་ང་ཚོ་བོད་པ་མང་ཆེ་བ་འདི་འདྲའི་ལྟ་བ་ལངས་ཕྱོགས་གང་ཡང་ཡོད་མ་རྟགས། རང་བཙན་དགོས་ཡོད་ཟེར་མཁན་ལས་སོ་ན་ནས་རང་བཙན་དགོས་ཡོད་ཟེར་གི་རེད། ཡང་དབུ་མའི་ལམ་ཡིན་རྒྱ་མི་མཉམ་དུ་བསྡད་ཀྱི་ཡིན་ཟེར་མཁན་གཅིག་བྱུང་པ་ཡིན་ན། དེའི་ལ་དེའི་གི་བྱེད་ལ་ཡང་འགྲོ་གི་རེད། རླུང་ག་བ་རྒྱབ་རྒྱབ། རླུང། ག་ནས་ག་བ་གྱི་སྒོ་དུ་བརྒྱད་ཕྱོགས་ལ་འགྲོ་མཁན། འདི་འདྲ་རེས་བྱས་ནས་ད་ལྟ། བོད་ལ་ད་ལྟ། ག་རེ་བཞུགས་པ་རེད་བཀའ་མོལ་གནང་ཁ་འགྲོ་མཁན་གཅིག་གིས་རྒྱ་མི་གཅིག་གིས་འདི་འདྲས་ཟེར་གྱི་འདུག་ས། བོད་པ་ཚོས་ངའི་ཁོག་སྟོད་ཁོག་ཚོད་ལེན་ཚར་བ་ཡིན། མང་ཆེ་བ་འདི་ལ་ལྟ་བ་ལངས་ཕྱོགས་གང་ཡང་མི་འདུག། སེ་ནི་ཟེར་གི་འདུག་ཟེར། དོན་དངོས་ལ་ད་ག་རང་རེད་ད་ཁོ་ཚོས་ཉམས་ཞིབ་བྱེད་ཀྱི་ཡོད་རེད་བ། ལྟ་བ་ལངས་ཕྱོགས་གང་ཡང་མེད་པ། མི་ཡི་ཁར་སོ་རེ་མིག་བཙུམ་ནས་ཡིད་ཆེས་བྱེད་མཁན་དེ་འདྲས་དངོས་གནས་དྲང་གནས། སོ་སོ་རང་གིས། དོན་དག་ཡིན་ན་ནང་གི་གཅིག་གིས་ད་ལྟ་གྲུང་ཐག་ཆོད་ཡོད་རེད་སྤྱི་དོན་ལ་ཨ་ནི་སྤྱི་དོན་དང་རྒྱལ་སྤྱིའི་གནས་སྟངས་སྐོར་ལ་མཁྱེན་རྒྱ་དཔེ་མི་སྲིད་པས་ཆུང་ཆུང་དེ་འདྲ་གནང་ནས་ཞུ་བ་ཡིན་ན་ཨ་ནི་ང་ཚོའི་ངོ་བོ་སྐད་རིག་གཞུང་ལ་ཡང་ཉེན་ཁ་ཆེན་པོ་ཞེ་དྲག་ཡོད་རེད། ད་ལྟ་དེ་ནད་གྲིབ་ཨ་མེ་རི་ཀ་ལ་ད་བཙན་དབང་བཏང་ནས་ཁོ་རང་ཚོས་སྐད་རྩ་མེད་བཏང་པ་རེད། ང་རང་ཚོས་ལྷོད་ཡངས་ཤོར་རྗེས། ཨ་ནེ་ཡིས་འབྲས་བུ་ད་ག་ནང་བཞིན་ཡོང་ཡག་ལ། ཉེན་ཁ་ཞེ་དྲག་ཡོད་ཙང་ངས་དེ་འདྲས་ད་ཞུ་གི་ཡོད། ཨ་ནེ་དེ་འདྲས་བྱས་བྱས་ཚེ་རིང་དེ་བརྙན་ཐུང་འདི་བསྡད་མཚམས་བཞག་གི་ཡིན་ཨ་ནེ་སེམས་གསིང་གནང་བར་ཐུགས་ཆེ་གནང།